གནད་དོན། གཅིག། ད་ང་ཚོ་ལ་ཡང་འོས་བསྡུ་ལས་རིམ་འགོ་བཙུགས་ནས་ཕྱི་ཕྱོགས་འོས་བསྡུ་ལས་རིམ་ནང་ལོགས་ལ་ཡང་འོས་བསྡུ་རྣམ་པ་ཚོ་འགན་འཛིན་རྣམ་པ་ཚོ་དྲང་པོ་མི་འདུག་འཁྱོག་བཤད་གནོད་ཤུགས་དབར་ལ་འདུག་ད་མང་པོ་གསུང་ངེས་ཡོད་རེད། ད་ཡིན་ནའི་གནོད་ཚབས་ཆེ་ཤོས་བྱེད་མཁན་གཅིག་བསོད་ནམས་རྡོ་རྗེ། བྱས་བྱས་དོན་ད་དེ་སྔ་དེ་རྡ་སར་གྱི་ས་གནས་འགོ་འཛིན་ཟུར་པ། མི་ནུ་སོ་ཏྲ་ལ་ཡང་ཞུགས་དེ་ངས་ཁོ་རང་གི་དྲ་རྒྱ་ནང་ལོག་ལ་ཡ་ཨན་ག་འདར་ད་ང་ཚོ་འོས་བསྡུ་འགན་འཛིན་གཅིག་བ་གས་ཨ་རི་ལ་ཕེབས་པའི་སྐབས་ལ་ཡ་ཨན་ག་འདར་འོས་བསྡུ་འགན་འཛིན་གི་གསུང་བབ་དེ་ཨན་ཁྲིམས་སྒྲིག་གཞི་དང་ཏག་ཏག་ལྡན་མ་སོང་ཟེར་བྱས་ཨན་ཁོ་རང་གིས་ང་ལ་དཔང་རྟགས་ཡོད་ད་ཟེར་བྱས་དེ་འདྲས་ཞིག་གསུང་ནས་ང་ཚོ་རང་བཞིན་གི་ང་ཚོ་དེ་ཡ་ཁོ་རང་གིས་ང་ཚོ་ལ་ཡ་ཡི་གེ་ཞིག་བཏང་ཡོད་རེད་ཨན་ད་ང་རང་བཞིན་གི་ད་དྲ་རྒྱ་ནང་ལོག་ལ་ཡ། ཧ་ལམ་ཧ་ལམ་ད་དཔང་རྟགས་ཡོད་པ་དང་དངོས་གནས་ང་ཚོ་དགེ་རྩོད་བྱུང་བ་འདི་འདྲས་ཀྱི་ཅིག་ད་ཤུགས་ཆེན་པོ་དཔེ་གསུང་གནང་རེད། གསུང་གནང་རེད་དེ་སང་ཉིན་རང་བརྙན་དེ་མ་བབ་རེད། ཆུ་ཚོད་གཅིག་གི་རྗེས། ཆུ་ཚོད་གཅིག་གི་རྗེས་རེད་ལགས། འོ་ཆུ་ཚོད་གཅིག་གི་རྗེས། ད་ཡིན་ནའི་ལྟ་ངན་མང་པོ་ཞིག་ཅིག་བལྟས་ཚར་རེད་གཟིགས་ཚར་རེད། ང་ཚོ་ལ་ཡང་སྐྱོན་བརྗོད་ཅིག་འགྲོ་ཚར་རེད་དཔང་རྟགས་ཡོད་མཚུངས་ས་རེད། དེ་བྱེད་དུས་བསམ་པ་ལ་དང་པོ་ཐག་གཅོད་བྱས་ཏེ་གནད་དོན་འདི་ང་རང་ཚོ་གསུམ་དང་འབྲེལ་བ་ཆགས་ཡོད་དུས་བསམ་པ་ལ་ཀོང་ཀོང་རང་གིས། ད་འདི་ང་དང་འབྲེལ་བ་ཆགས་ཀྱི་འདུག་སོང་ཙང་རྣམ་པ་གཉིས་ཐག་གཅོད་ག་རེ་གནང་འོས་ན་གནང་རོགས་གནང་ཟེར་འདི་ང་ངོ་ཤེས་ཡོད། ཐག་གཅོད་ན་ང་བསྡད་ཀྱི་མེད་ཟེར་བྱས་རྗེས་དང་མོ་ཤོད་དེ་ལ་ཡ། ང་ཚོས་གནད་དོན་འདི་ག་ལ་ཞིབ་འཇུག་དང་ཐག་གཅོད་བྱས་ཐོག་ལ་ཀོང་ཀོང་གཟུགས་ལ་ཕག་ཞུགས་བྱས་ཐག་གཅོད་ཆ་ཚང་ང་རང་གཉིས་ཀྱིས། ང་ཡང་འདི་དང་པོ་ཐེངས་གི་རེད། གལ་སྲིད་སང་ཉིན་ང་ཚོའི་བསམ་བློ་ང་འགྲོ་ཆེད་བསམ་བློའི་ནང་ལོག་ལ་ཡང་ཀོང་དབུ་ནས་ཁོ་རང་དཔང་རྟགས་ར་འཕྲོད་པས་ན། ང་རང་བསམ་བློའི་ནང་ལོག་ལ་ད་ཐུན་མོང་གི་འགན་ཡིན་པས་སོ་ང་ཚོ་གསུམ་ཆ་དགོངས་པ་ཞུ་བ་རེད་བསམ་བསམ་གི་བསམ་བློ་ཤུགས་ཆེན་པོ་སྤེལ། དེ་ཡིན་དུས་སེམས་པ་ལ་ཡང་ད་ཡིག་ཐོག་ནས་ང་ཚོ་དཔང་རྟགས་ཡོད་གསུངས་སོ་དཔང་རྟགས་བཏང་གནང་རོགས་ནང་ཞེས་བྱས། ཚོགས་འདུའི་ནང་ལོག་ལ་ཡང་ཀོང་རྩ་བ་ཉིད་ནས་ཞུགས་ཡོད་མ་རེད། ཉི་མ་ལྔ་དྲུག་ཅིག་དྲུག་ཡོད་རེད་དཔང་རྟགས་བཏང་གི་ཡོད་མ་རེད་ཡི་གེ་ཡིག་ལན་གནང་གི་ཡོད་མ་རེད། དེ་ནས་ང་ཚོ་ཡི་གེ་ཡང་བརྒྱ་ཞིག་བཏང་རེད། ད་དཔང་རྟགས་བཏང་ཡ་ཐོག་ལས་ཀྱང་ཉི་མ་ཁ་ཤས་འགོར་སོང་ད་ད་རེས་མ་བཏང་བ་ཡིན་ན་ཨན་དཔང་རྟགས་མེད་བ་བརྩི་གི་ཡིན་ད། ཨན་འདི་གཞི་བཟུང་གི་དཔང་རྟགས་མེད་བ་ལ་མ་ཉེས་ཁ་ཡོག་གི་ཐོག་ནས་ང་ཚོ་སྒྲིག་གཞི་ལག་བསྟར་བྱེད་ཀྱི་ད་ཡི་གེ་འདི་འདྲ་ཞིག་བཏང་རེད་དཔྱད་ཁྲ་མ་རེད་དེ། བསོད་ནམས་རྡོ་རྗེ་ལགས་ཀྱིས་ཡི་གེ་འདི་མ་བཏང་འདི་སྙམ་དུ་ཡི་གེ་གཞན་པར་ཅིག་བཏང་ཡོད་རྡོ་ཚོད་མ་བཏང་ཆེ་སྤྱི་ཚོགས་དྲ་རྒྱ་ནང་ལོག་ལ་མ། ང་རང་ཚོས་ཡི་གེ་བཏང་ཁྱོད་ཆ་ཚ་མ་བསྒྲགས་ཞེས་རེ་འབྲས་བཤད་དེ། ང་ལ་ཡར་མི་སྒེར་གཅིག་ལ་ནག་ཟུག་བྱེད་ཆེད་ཐུབ་ཚོད་བཏང་སུ་དང་སུ། ད་ད་ནོས་ང་ལ་ཉེས་པ་བཏང་གི་རེད་ང་ཆམ་པོ་མེད། གནད་དོན་འཁྱོག་བཤད་མང་པོ་ཞུ་གསུངས་ན། དེ་ཡིན་དུས་སེམས་པ། མང་ཚོགས་ཀྱི་དགའ་སྐྱིད་མང་པོ་ཟིལ་ཡིན་དུས་སེམས་པ་དཀར་མིན་དེ་ནས་གནང་བས་ན། རྒྱ་མི་གིས་འབད་བརྩོན་དང་ཤོས་དེ་ག་རེད་ལབ་ཡོད་ན། བོད་མི་སྒྲིག་འཛུགས་ལ་ངོས་ལེན་མེད་པ་བཟོས་རྒྱལ་སྤྱི་ནང་ལོགས་ལ་མཐོང་སླ་བ་བཟོས། དང་ནང་བཞིན་བོད་པ་ནང་ལོགས་ལ་ཡང་བོད་གཞུང་ལ་ཡང་བོད་མི་སྒྲིག་འཛུགས་ལ་ཡང་ཡིད་ཆེས་བརླག་བྱོས་བཟོས་ཐབས་ཤེས་འདི་བྱེད་ཀྱི་ཡོད། ང་ཚོ་ཚང་མ་གི་བསམ་བློའི་ནང་ལོགས་ལ་ཡང་སྒྲིག་འཛུགས་དེ་ང་ཚོའི་སྒྲིག་འཛུགས་ཡིན། སྒྲིག་འཛུགས་དེ་དྲང་པོ་མ་བྱས་ན་ཡིན་དེ་ཡིན། དེ་ནི་སྒྲིག་འཛུགས་འདི་གིས་གང་ལྟར་ལས་དོན་བྱེད་པའི་སྐབས་ལས་རྒྱབ་སྐྱོར་གནང་གི་ཡིན་ཞེས་བརྗོད། ཕྱག་དྲུག་མཉམ་བསྡད་ཞུ་ཡོད་དེ་བོད་མི་ཡོད་དོ་ཅོག་གི་ལས་འགན་ཆགས་ཀྱི་ཡོད། དེ་ནི་ཁོ་རང་གིས་འབད་ཁོ་ར་རྒྱ་གྲགས་འབོད་གྲགས་བྱེད་ཆེད་ཧ་ལམ་ཡིན་ཤག་ཤག་བྱེད་ཆེད་དཔང་རྟགས་བཏོན་ཡོད་མ་རེད། གཅིག་གིས་ལབ་ཟུག་བྱེད་ཆེད་ད་གཅིག་གིས་ལབ་སྐྱོར་འདི་ལ་ང་ཚོ་དཀར་ཡོད་འདུག་བསམ་པ་ལ། ང་ཨིན་དྲི་འདྲ་བོ་ཞིག་གོ་སོང་ལབ་མི་འདུག་ཨ་འདི་ད་ལབ་མ་སོང་ཟེར། འདི་ལབ་ས་དེ་ང་ཚོ་གསུམ་རེད། ང་ཚོ་གསུམ་ལ་སང་ཉིན་ཡིད་ཆེས་མེད་པ་ཆགས་ན་ག་རེ་ཆགས་ཀྱི་རེད། ག་འདྲས་ལས་ཀ་བྱུང་རེད། བྱས་སོ་བ་མང་པོ་ཅིག་པད་ཁོ་ར་ནག་པོ་ནག་རྐྱང་བཟོས་རྩིས་བྱས་སོ། དེ་ལྟ་བུ་དང་ང་ཚོ་ཁ་བཙུམ་ནས་བསྡད་རེད་ད། མི་རེད། འགྲོ་བ་མིའི་ཐོབ་ཐང་ང་ཚོ་གསུམ་ལས་ཡོད་རེད། ལོ། ལོ་སུམ་ཅུ་སོ་གྲངས་ཅིག་འདས་བོད་སྤྱི་བའི་དོན་དང་དཀའ་ལས་རྒྱག་ངེས་རྐྱང་རྐྱང་ཅིག་རེད། ཤེས་ངེས་འདི་ལོ་ག་ཚོད་དཀའ་ལས་བརྒྱབ་ཡོད་རེད། བློས་བཏང་ག་རེ་བྱས་ཡོད་རེད། མང་ཚོགས་སྟག་གི་མར་བ། སྤྱི་ཚོགས་དྲང་པོ་ཅིག་ཆགས་རིགས་པའི་ང་ཚོ། སྐྱབས་མགོན་རིན་པོ་ཆེ་ལ་མི་སེར་ཆགས་འདོད་ཡོད་ང་ཚོ། གཏན་དུ་བསམ་བློ་ཡ་བསོད་ནམས་རྡོ་རྗེ་ལགས་ཀྱིས་དྲང་པོ་རྩ་བ་ཉིད་ནས་གནང་མ་སོང། སོ་སོའི་གོ་དོན་ཅིག་སྒྲུབ་ཡ་ལ་ཡ་ཨེ་ནི་གནད་དོན་མེད་པ་མང་པོ་ཅིག་བཤད་བསྡད་པས་ན། སྒྲིག་འཛུགས་ཁོ་རང་ལ་བརྡབ་གསིང་བཏང་བས་ན་སྒྲིག་འཛུགས་དེ་མུ་མཐུད་ནས་གནས་དགོས་རོགས། ང་བློ་བཟང་ཞེས་མ་རོགས་ང་འོས་བསྡུ་འགན་འཛིན་རོགས། དེ་ང་ཚོ་ཚང་མ་འོས་བསྡུ་འགན་འཛིན་རོགས། འདི་དབྱེ་མཚམས་འདི་རྩ་བ་ཉིད་ནས་སྣང་གི་མི་འདུག་ཨ། འདབ་སེང་ཧང་སངས་གནང་སོང་ང་ཚོས་ཧང་སངས་བཟོད་སྒོམ་བྱེད་ནི་བདེན་ཡིན། འོས་བསྡུ་དྲང་པོ་ཡོང་ཡ་ལི་ཡ་ང་ཚོས་དངོས་གནས་ཁོ་རང་འབད་ད་ག་ལ་བ་ད་ཅིག་ལུས་སྲོག་འབེན་དུ་བཙུགས་ཡ་ལ་ནི་ད་ཧ་མ་ཆེ་དྲག་ཡོད་གི་འདི་ཡིན་ནས་ད་ག་འདར་སྤྱི་ཚོགས་ནང་ལོག་ལི་ཡ་ག་འདར་ད་ཅིག་སྐད་ཆ་ཕལ་སྐད་རོ་བཤད་པ་ནི་འདྲ་མང་པོ་ས་ཡིན་ལ་བ་རོ་ད། མཁས་པོ་ཉིན་མོ་ད་ང་ཚོས་ཇི་བཤད་གི་རོ་བ། ལོ་གནད་དོན་མང་ཆེ་ལ་སྙིང་རྗེ་མོ་འདྲ་བོ་བྱེད་ཀྱི་མ། སྒོ་རྒྱབ་བཞག་ན་འགྲིག་གི་ཡོད་རེད། གནང་ལུགས་ཡོད་རེད། གནང་ཐབས་ཡོད་རེད། དེ་ནི་ང་ཚོས་དེ་བྱས་ན་འགྲིག་གི་མ་རེད། འཇིགས་ཞུམ་ཆགས་སྡང་མེད་པའི་ཐོག་ནས་ང་ཚོ་གི་དམ་བཅའ་བཞག་རྒྱུ་རྐྱང་རྐྱང་ཞིག་རེད། རེད་བ། ནོར་ཡོད་པས་ན་བཅའ་ཁྲིམས་དེ་འོས་བསྡུ་སྒྲིག་གཞི་གཞིར་བཟུང་ཆེད་དོན་ཁྲིམས་ཆད་གང་ཡོད་རེད་ད་ལྟའི་མི་སྣའི་གནད་དོན་གཉིས་སྒང་ལ་ཡང་ཡི་གེ་ཕེབས་བསྡད་རེད་ཁོ། ཚུལ་ལྡན་གྱི་འགྲོ་སྟངས་གཅིག་རེད་དམངས་གཙོ་གྱི་འགྲོ་སྟངས་གཅིག་དེ་ཡིན་དུས་ཚང་མ་འདི་འདྲས་གཅིག་གནང་སོང་འདི་རྩ་བ་ཉིད་ནས་བདེན་པ་མ་རེད་ཟེར་བྱེད་དེ་རེད་དེ་ཞུ་ཡ་འདོད་པ་ཡོད། ཨམ་ཅི་རྟ་རག་གི་གནད་དོན་འདི་ལ་ཡང་གསལ་བཤད་ཐང་མ་གཉིས་སུ་བྱས་པས། ཨམ་ཅི་རྟ་རག་གི་གནད་དོན་འདྲ་བོ་ཇི་ཡིན་པའི་ནང་ཨམ་ཅི་རྟ་རག་ནང་ཆའམ་ཐ་ཆུ་ཡོད། ད་ད་ལན་འོས་བསྡུ་ལས་རིམ་འདིའི་བརྒྱུད་ནས་བཅད་ཁྲ་བཏང་ས་དང་ཉེན་བརྡ་བཏང་ས་མང་རྗེས་ཁ་ཤས་ངའི་ཕ་ཡུལ་གཅིག་པ་ཁ་ཤས་ངའི་སྤུན་ཆགས་ཁ་ཤས་གྲོགས་པོ་ནམ་རྒྱུན་ང་ལ་དཔེ་གུས་བརྩི་བྱེད་མཁན་དེ་འདྲས་རྐྱང་རྐྱང་བྱིན། བཅད་ཁྲ་དང་པོ་བཏང་བའི་སྐབས་ལ་ཨམ་ཅི་རྟ་རག་ལགས་ག་རེ་གསུངས་གནང་ཞག་ཧང་སངས་ཡག་པོ་རེ་ད་དྲང་པོ་རེ་ད་ཅེས་གསུངས་གནང་ཡོད་རེད་ལ། བཅད་ཁྲ་དང་པོ་བཏང་ཡོད་འདུག་ཡིན་ནས་གནད་དོན་འདིའི་སྒང་ལ་ཡང་རྣམ་པ་ཚོས་འོས་བསྡུ་སྒྲིག་གཞི་ཡག་པོ་ཟིན་གནང་དང། འོས་བསྡུ་འགན་འཛིན་གསུམ་ལ་འོས་བསྡུའི་ལས་རིམ་སྐབས་ལ་དབང་ཚད་འདི་ཡོད་རེད་མ་འདུག་དེ་སྔ་ག་རེ་ཡོད་མ་འདུག་འདི་རྗེས་ལ་ག་རེ་ཡོད་མ་འདུག་དབང་ཚད་ཁོར་ཡོད་མ་རེད་ཁྲིམས་སྒྲིག་གཞི་འདི་ནང་ལོགས་ལ། འོས་བསྡུའི་ལས་རིམ་སྐབས་ལ་གཞི་ནས་རྩ་འཛིན་ལམ་སྟོན་འདི་ལག་བསྟར་བྱེད་དགོས། བཀོད་སྒྲུབ་སྐར་འདག། འཛམ་གླིང་ཡོངས་ཀྱི་འོས་བསྡུའི་སྐབས་ལ་ཡང་བཀོད་སྒྲུབ་སྐར་འདག་འདི Election Process སྐབས་ལ་ཡང་ཐ་སྙད་མ་བྱུང་བྱ་རྒྱུ་འདི་ལ་ཡང་གཅིག་འོས་བསྡུ་འགན་འཛིན་རྣམ་པ་ཚོར་འགན་འཁྱེར་བར་ལབ་ཡིན་ན། སྤྱི་འཐུས་ཀྱི་འོས་ཆོས་ཚང་མ་ཚང་འདི་ང་ཚོ་ལས་འགན་ཡོད། གང་ཟག་གཅིག་གི་ནག་ཉེས་ཆེ་ཤ་ཨ་ནེ་ཆིག་ཆིག་བྱེད་ཤ་ལབ་གི་ཡོད་པས་ན། ཏི། བྷ་བྷའི་ཆ་རྐན་ནག་ལོག་ལ་སེའུ་བྷེ་བཀོད་ཡོད་རེད། ཁྲིམས་ཁང་ནས་ངོ་ཐག་ཆོད་པ། ཐག་གཅོད་བྱེད་པ། ཁྲིམས་ཁང་གི་ཞུ་གཏུག་བྱེད་པ་འགྲིག་གི་འོ་མ་རེད་ད། ཉེན་རྟོག་པ་ལ་ཡང་ཨེ་ཕ་ཨེ་ཨར་བྱས་བྱས་ན་འགྲིག་མི་འདུག་ཏི་ཟེར་གི་འགྲིག་གི་འོ་མ་རེད། བུ་ལོན་སྒྲུབ་ཆོད་མེད་པས་ན་གང་ལྟར་ཁྲིམས་ཁང་རང་ནས Bankruptcy བུ་ལོན་སྒྲུབ་ཆོད་མ་ཐུབ་པ་ཟེར་ནས་གསལ་བསྒྲགས་བྱིན་པ་ཐག་གཅོད་བྱིན་པ། ཨ་མཆུ་རྟ་རག་གི་གནད་དོན་འདྲ་བོ་ཕྱིན་ན་ས་གནས་ནས་ཐག་གཅོད་བྱས་པའི་ཐོག་ནས་ས་གནས་ནས་ཨ་མཆུ་རྟ་རག་ནོར་བཤའ། སྤྱི་འཐུས་ལྷ་རྒྱ་རི་རྣམ་རྒྱལ་སྒྲོག་ལ་ནོར་བཤའ་ཞེས་བྱས་ཐག་གཅོད་འདི། སྤྱི་འཐུས་ལྷ་རྒྱ་རི་རྣམ་རྒྱལ་སྒྲོག་ལ་འདི་འདོད་པ་ཁག་མ་བཟུང་ཞེས་བྱས་ང་ཚོ་ལས་ཞུ་གཏུག་གནང་རེད་ཁྲིམས་སྒྲིག་ཞིག་ཞུ་སོང། ས་གནས་འོས་བསྡུ་འགན་འཛིན་དང་དབུས་འོས་བསྡུ་འགན་འཛིན་ལ་འོས་བསྡུ་ལས་རིམ་སྐབས་ལ་མ་གཞི་ཐག་གཅོད་བྱས་དབང་ཚད་མེད་ཡིན་དུས་ས་གནས་ཀྱི་ཐག་གཅོད་འདི་ཏག་ཏག་བསྡད་ཀྱི་ཡོད་མ་རེད། ལོ་མང་པོ་ཞིག་གཉིད་ལ་ཀ་མེད་གནང་འདུག་རྒྱུ་འདི་གང་ལ་ཡང་ཐག་ཆོད་གནང་ཡ་འཇོར་བ། སོང་ཙང་ང་ཚོ་ལ་ཡང་འབྲེལ་བ་ཞུ་ཡོད་འདུག་བསམ་བློ་ཡང་དོ་བདག་གཉིས་ཆེད་ལ་ཡང་བཅར་འདྲི་བྱས་པའི་ཐོག་ནས། ཨམ་ཅི་སྟག་ར་གིས་ང་མགོ་སྐོར་ཐེབས་སོང་ནོར་སོང་བཅད་གཏུབ་བྱེད་རྒྱུ་དེ་ངས་བཏང་ཡིན་ཟེར་ཆེད་ངོས་ལན་གསལ་བོ་ཞུས་པ་རེད། ང་ཚོ་བཅར་འདྲི་བྱེད་པའི་སྐབས་ལ་ཡང་ཧ་ཧོ་བྱེད་ཅིག་བཀའ་མོལ་ཞུས་པ་རེད། ང་ཚོ་དབུས་འོས་བསྡུ་འགན་འཛིན་ཡིན་ཞེས་བྱས་པས་ད་ཞུ་བོ་གཉེན་ཉེ་ཞུ་ཞུ་དེ་འདྲ་ག་བ་གོ། རྐུབ་བཀྱག་ཅིག་ཡོད་མདོག་མདོག་བྱེད་ཅིག་ནམ་རྒྱུན་ད་ལྟ་བར་རྩ་བ་གཉིས་ནས་ང་ཚོ་གསུམ་ཆ་བཏོན་མ་མྱོང་ད། བཀའ་མོལ་ཞུས་པའི་སྐབས་ཡིན་ནས་བཀའ་འདྲི་ཞུས་པའི་སྐབས་ཡིན་ནས་སུ་ཕེབས་ཀྱི་ཡོད་ན་གཅིག་གནང་རོགས་གནང་འོས་བསྡུ་སྒྲིག་གཞི་དེབ་གནང་རོགས་གནང་ག་རེ་གསུང་གི་ཡོད་ན་ཡ་ལན་བྱེད་རྐྱང་མ་གཏོགས་ད་གནད་དོན་ཁག་གཅིག་ལ་ཡང་མང་ཚོགས་ལ་ཡང་གསལ་བཤད་ཞུས་མ་གོ་བས་དུས་ལ་བབ་མེད་པ་འདི་འདྲའི་ཐོག་ལ་དམིགས་བསལ་གསར་འགོད་པ་རྫོགས་རིང་ཡང་སེ་ཡང་སེ་བཀའ་འདྲི་གནང་ནས་ང་ཚོས་དོགས་ཟོན་བྱས་པའི་ཏན་ཏན་རྣམ་པ་གཙོ་ཡོད་ཅིག་བློ་ཕམ་བྱུང་ཡོད་རེད། ཐག་གཅོད་གཞན་པ་ས་གནས་ནང་དབུས་ནས་བྱས་བཞག་རྒྱུ་མང་ཆེ་ལ་ཡང་རྣམ་པ་གཙོ་བོ་གཟིགས་འོས་ན་གུས་བརྩི་གི་ཐོག་ནས་བརྙན་འདི་འདྲ་ཡོད་ན་མ་དཔབ་ཅེས་དགོངས་དག་ཐུགས་གདེང་ཞུས་ཡོད་རེད། གནས་ཚུལ་མང་པོ་ཞུ་རྣམ་པ་ཚོ་མཁྱེན་གྱི་ཡོད་མ་ས་གནས་ག་བ་ག་ས་ལ་ཡང་ང་ཚོས་ཞུ་གཏུག་བྱེད་བཞག་རྒྱུ་ཨེ་ནི་བར་ནས་དགོངས་དག་ཐུགས་གདེང་བཞིན་མང་ཞུས་བཞག་རྒྱུ་ལ་ང་ཚོས་ཉེས་པ་དང་དེ་འདྲ་བྱས་ཡོད་མ་རེད། ཨམ་ཅི་སྟག་ར་འདྲ་པོ་བྱེད་མེད་ན་སྔོན་འགྲོ་ཕྱི་ནང་ལག་སོགས་བྱས་རྗེས་མ་སྤབ་ཤ་ནས་འགྲིག་ཡོད། ས་གནས་ནས་ར་སྤྲོད་བྱས་ཡོད་འདུག་ཟེར་མ་ལས་མུ་མཐུད་ནས་བཤད་དེར། ངས་དེ་ཚོ་མ་སྤབ་ཡོད་མ་རེད། ང་ཚོས་འདི་ནི་མ་ད། ལོ་རྒས་ཨེ་ནི་བཅད་ཁྲ་བཏང་ཧང་སང་ཡ་རེད་ད། སྤྱི་འཐུས་ལྷན་ཚོགས་ཀྱིས་གཏན་ལ་ཕབ་པའི་སྒྲིག་གཞི་འོས་བསྡུ་སྒྲིག་གཞི་ནང་ལོགས་ལ་དེ་ལས་ལྷག་ཡོད་མ་རེད། འདི་ག་ལའང་ལག་བསྟར་ཆེན་པོ་བྱེད་ཀྱི་ཡོད། ཁྱེད་རང་ལ་དམིགས་བསལ་ཡིན་ཟེར་ཆེད་ལོ་སྔ་མ་ཞིག་མེད་ད་ཟེར་དུ་ཉེན་བརྡ་བཏང་ཡོད་དེ་ནི་ལམ་ཁ་ཁོ་ལ་བཞག་མི་འདུག་ཁྱེད་རང་སྒྲིག་གཞི་འདི་གས་བཞག་ཨེ་ནི་འདི་ལ་དཔའ་བའི་ཉེས་པ་ས་དོན་ཚད་ཉིན་སེ་ང་ན་ཡོད་པ་ད་རང་བཏང་དགོས་རེད་མ་གཏོགས་འདི་གས་བཞག་ཟེར་ཆེད་ཨེ་ནི་ཁྱེད་རང་དམིགས་བསལ་ཡིན་ད་ཟེར་ལབ་ཡོད་ན་ཨེ་ནི་ཁོ་མུ་མཐུད་ནས་རྒྱལ་ཚོའི་རང་ཡིན་རེད་བ། དེ་ཡིན་དུ་ཟེར་ན་འདི་འདྲའི་གནས་སྟངས་ཅིག་བྱུང་སོང་ཨེ་ནི། ད་དཀའ་ངལ་ཆེ་ཤོས་ཅིག་ལ་ཡ་ལོ་འགས་བཏང་ཚར་བའི་རྗེས་ལ་ཧ་ལམ་དབུས་བོད་མི་ལས་ཁང་ནས་ཉེས་པ་གས་བཏང་ཡ་ཡོད་མ་རེད།

འོས་བསྡུ་སྒྲིག་གཞི་ནང་ལོགས་ལ་ཡང་འོས་བསྡུ་ལས་རིམ་སྐབས་ལས་དབང་ཆ་གང་ཕུལ་བ་དེ་ང་ཚོས་ལག་བསྟར་བྱས་ཡོད། ཟེར་མཚོན་མེད་པའི་ཐོག་ནས་མང་པོ་ཅིག་བློ་ཕམ་བྱུང་ཡོད་རེད་ང་ཚོ་ཧ་གོ་གི་ཡོད། དེ་ནི་བྱེད་ཐབས་གལ་ཡོད་མ་རེད། འདི་གནས་སྟངས་གཅིག་ཆགས་འགྲོ་འདུག།